ནུས་བ་ཅན་སྙིང་རྗེ་མེད་པའི་ནི་རང་བཞིན་གཉིས་ཀ་འཛིན་པ་འདི་ནི། ཨོ་ཏི་རེད། ད་མི་བཟོད་པ། ཁོང་ཁྲོ་སྐྱེས་དང་ནི། ད་ནུས་བ་མེད་ནི་སི་ར་བ་ཀ་ར་བསྡུ་ལེན་བྱ་རྒྱུ་གི་ནུས་བ་མེད་ནི་ཟེར་ན། ད་རང་གི་ཁོ་ན་རང་གི་ཁོང་ཁྲོ་བོ་གང་སོང་ནས་ད་རང་གི་ཁོ་ན་འཇོམས་རྒྱུ་ནི། ད་ཧ་ར་བསྡུ་ལེན་བྱས་ནས་ཡང་གཞན་འཇོམས་མི་ཐུབ་གི་མོད། ད་ཡང་མི་བཟོད་པ་ངེས་པ་ཅན། སྟོབས་ཤུགས་ཅན་དུ་མོ་གཟེངས་འདུག་ན། ད་མྱང་རྗེས་མའི་གསུང་འདི་དག་ཚོ། ད་རང་གཞན་གཉིས་ཀ་འཇོམས་པ། རང་གི་ཁོང་ཁྲོ་གང་ལ་སོང་བའི་འཇོམས་འགྱུར། དེ་ནས་གཞན་ནག་གི་གནོད་ལན་བྱས་ནས། དེ་ཤེས་འཇོམས་འགྱུར།

ཉེ་བར་ཡོད་རེ་སྙིང་རྗེ་མེད་གསུངས་ན་བདག་གིས་རང་གི་ར་ཁོང་ཁྲོ་བོ་ང་སོང་འཇོམས་འགྱུར་གཞན་ལ་གནོད་ལན་བྱས་ནས་འཁོན་ལན་ཐོག་པས་ནི་དེ་བཏང་ནས་ད་འཇོམས་འགྱུར། འཇོམས་པ་འདི་ནི་ཟིན། ད་སྐྱེ་བ་གཉིས་ཀྱིས་ཟིན་དེ་ལྟ་བུའི་ཁོང་ཁྲོ་འདི་ནི་སྐྱེ་བ་གཉིས་ཀྱི་བཞིན། མི་སྡུག་ཤས་ཟིག་སུ་བྱས་ཀྱང་ཟིན། ཨོ་ཡ། མི་སྡུག་གཟིགས་སུ་ཞིག་ཅིང་དམ་པ་མིན་པར་དྲི་ཟིན་ད་ཁོང་ཁྲོ་བོ་ང་སོང་ང་སོང་ན་ད་བཞིན་དུ་ཨ་དོང་དུ་མི་སྡུག་ཤེས་གཟིགས་སུ་འགྲོ། གཟིགས་སུ་ཞིག་ཅིང། དམ་པ་མིན་པར་དྲི་ཞེས་པ་དྲང་ཟིན་དམ་པ་མིན་པ། ད་མི་དགེ་བ་གི་ཞོགས་པ་ཁྱི་སྟོང། དམ་པ་མིན་པ།

ཞེས་པས་བཞེངས། འོག་ཏུ་ཁོང་ཁྲོ་བོ་ཤི་བའི་འོག་ཏུ། ད་ཚེ་འདི་ནས་དུམ་བུའི་དོང་དུ། ཤི་བའི་འོག་ཏུ་མྱུར་དུ་སྔ་འགྲོ་སྐྱོལ་ཞེས་པས་བཞེངས་མྱུར་དུ་སྔ་འགྲོ་འཕེན་པར་བྱེད་པ། འོ་དུམ་བུ་གི་ད་ཚེ་འདི་གི། མཐོང་ཆོས་ཀྱི་ཉེས་དམིགས་མ་མཐོང་བའི་ཉེས་དམིགས། འོ་ད་ནི་བསམ་མེད་བདེ་དོན། བསམ་ལ། ཅི་ནས་ཀྱང་ཁོང་ཁྲོ་བ་ལ་སྐུ་མི་སྦྱིན་ནོ་སྙམ་པའི་ཁོང་ཁྲོ་དགག་པར་བྱའོ་བཞིན། འོ་ད་ཕྱི་མོ་སོང་ནི་ར་ཁའི། ཁོང་ཁྲོ་ལ་ད་སྐུ་མི་སྦྱིན་བཞིན། ཁོང་ཁྲོ་སྐྱེ་བའི་གོ་སྐབས་ད་མི་སྟེར་སྙམ་པ།

ཉེ་བ་ནི། ཐ་ཉེ་བ། དོན་འདི་སྟེ་རྫོགས་པར་བསྟན་པའི་གདམས་པ། སྔར་བཤད་པ་དེ་ལྟར་སོ་སོར་སྐྱེ་བའི་འཁྲི་བའི་སྐྱོན་ཉེས་དམིགས་དང་རྒྱལ་སྲས་རྣམས་ཀྱིས་བཟོད་པའི་ཕན་ཡོན་རིགས་པར་བྱས་ཏེ། མི་བཟོད་པ་སྤངས་ནས་ཕུག་པའི་སྐྱེ་བོ་ཡིས། སྔགས་ཀྱི་བཟོད་པ་རྟག་ཏུ་དེ་དུས་ཐམས་ཅད་དུ་བསྟན་པར་བྱའོ་ཟིན། སོ་སོར་སྐྱེ་བོ་དག་ནི་རྒྱལ་སྲས་ཀྱིས་ཁྲོ་དང་བཟོད་པའི་སྐྱོན་ཡོན་རིགས་བྱས་ཏེ། མི་བཟོད་སྤངས་ནས་ཕུག་པའི་སྐྱེ་བོ་ཡིས་སྔགས་ཀྱི་བཟོད་པ་རྟག་ཏུ་ཉེར་བསྟན་བྱ་ཟིན།

རྫོགས་སངས་རྒྱས་ཀྱི་བྱང་ཆུབ་ཕྱིར་ངེས་ཤིང་ཟབ་མོ་ཡོད་ན་དེ་ནི་འཇིག་རྟེན་པའོ་མི་ཁོམ་མེད་ན་དེ་ཉིད་སངས་རྒྱས་ཀྱི་འཇིག་རྟེན་བདེ་བའི་ཕ་རོལ་ཕྱིན་ཅེས་བསྟན། ད་ལྟ་ཚུལ་ཁྲིམས་ཀྱི་སྐབས་ནས་བཤད་འདུག་དེ་དང་འདྲ་གི་མོད། བཟོད་པའི་འཁོར་གསུམ། ཧོ་ཡ། བཟོད་པའི་འཁོར་གསུམ། བདེན་པར་ལྟ་བ། ཧོ། དུ་མོ་གི་སོ་སོར་སྐྱེ་བོ་དགའི་རྒྱུད་ཀྱི། བཟོད་པའི་ཕར་ཕྱིན་དེ་ནི་འཇིག་རྟེན་ལས་འདས་པའི་བཟོད་པའི་ཕར་འཇིག་རྟེན་པའི་བཟོད་པའི་ཕར་ཕྱིན་ཟེར་ནས། ད་བཟོད་པའི་འཁོར་གསུམ་མ་དམིགས་བར་མངོན་སུམ་དུ་རྟོགས་ཀྱི་ཤེས་རབ་ཀྱིས་ཟིན་པས་ད་བཟོད་པ་དེ་ཉིད་ནི་འཇིག་རྟེན་ནས་འདས་པའི་བཟོད་པའི་བར་གསུམ་འཛིན་ནས་ད་གོང་གི་ཚུལ་ཁྲིམས་གང་གིས་བྱས་ནོ། དེ་དང་དུ་བཞི་བ་ནི། ད་བཞི་བ་ས་འདིར་འབྱུང་བའི་དོགས་པའི་ཡོན་ཏན་གཞན་བསྟན་པ། ས་གསུམ་པ་དེར་རྒྱལ་སྲས་དེ་ལ་བཟོད་པའི་བར་གསུམ་རྟོགས་པ་དེ་བཞིན་དུ་ཟིན།

ཚ་སེམས་བ་ཏོས་རྒྱལ་སྲས་དེ་ལ་བཟོད་པའི་ཕར་ཕྱིན་ཏོག་ཧ་ཧོ་དང། ད་ཚ་སྟོང་བོ་ཉིད་ལ་དེ་ནར་ཁའི་ཏོག་ཧ་ཟིག་ཐོབ་བམ། ཨོ་ཡ་བཟོད་པའི་ཕར་ཕྱིན་ཏོག་ཧ་དེ་བཞིན་དུ། བསམ་གཏན་སྟོང་བོ་ལ་སོགས་པ་བཞི་དང་ཟིན། ཨོ་ད་བསམ་གཏན་སྟོང་བོ་ནས་བསམ་གཏན་བཞི་བ་གི་སྙོམས་འཇུག་གཟུགས་གཏུམ་མོ་བཞི་དང། དེའི་ཚུལ་ནི་ནམ་མཁའ་མཐའ་ཡས་དང་ནམ་མཁའི་མཐའ་ཡས་དང་ཅི་ཡང་མེད་པའི་སྐྱེ་མཆེད་དང་སྲིད་རྩེ་སྟེ་གཟུགས་མེད་པའི་སྙོམས་འཇུག་བཞི་དང་ཟིན། བསམ་གཏན་གྱི་སྙོམས་འཇུག་བཞི་ལ་གཟུགས་མེད་ཀྱི་སྙོམས་འཇུག་བཞི། ད་ཏོག་ཧ། བསམ་པ་དང་སྙིང་རྗེ་དང་དགའ་བ་དང་ཚད་མེད། དགའ་བ་དང་བཏང་སྙོམས་ཏེ་ཚད་མེད་པ་བཞི་དང་ཟིན། འོ་ད་ཚད་མེད་པ་བཞི། དེ་ནས་རྫུ་འཕྲུལ་དང་ལྷའི་རྣ་བ་དང་གཞན་གྱི་སེམས་ཤེས་པ་དང་སྔོན་གྱི་གནས་དྲན་པ། ཐུན་མི་དགུ། མངོན་པར་ཤེས་པ་ལྔ་རྟོགས་པ་ཐོབ་པར་འགྱུར་རོ་ཟིན། འོ་ད་འདི་མོ་མངོན་ཤེས་ལྔ་རྟོགས་པ། འོ་ད་འདི་མོ་ཐོབ་པར་འགྱུར།

ད་ལྟ་བས་ཡོང་ན་ད་དེའི་སྟོབས་ཀྱིས་ད། བསམ་གཏན་གྱི་སྙོམས་འཇུག་བཞི་གཟུགས་མེད་ཀྱི་སྙོམས་འཇུག་བཞི། ད་བྱམས་སོགས་ཚད་མེད་བཞི་དངོས་ཤེས་དྲུག། མ་དངོས་ཤེས་ལྔ། ད་དངོས་ཤེས་འདི། ཟག་ཟད་ཀྱི་དངོས་ཤེས་ཡོངས་སུ་མི་འཇུག། འོ་ད་དངོས་ཤེས་ལྔ། འོ་འདི་འདི་ན་ར་ས་གོང་མ་གཉིས་དང་མི་འདྲ་བ་གི་དོགས་པ། འོ་ད། ཚུལ་དགོས་ན་ར། ཏིང་ངེ་འཛིན་གྱི་ཕུང་པོ་དག་སྦྱང་བློ་གི་སྟོབས་ཀྱིས་ད། འོ་དེ་ཡོང་འགྱུར།

ད་བྱང་ཆུབ་ཀྱི་རྒྱུ་ཡོངས་སུ་རྫོགས་ཤིང་འགྱུར་བ་མཐོང་བ་དེ་རེ་ཟིན། ད་གང་དུ་སྐྱེས་ན་ད་བྱང་ཆུབ་ཀྱི་རྒྱུ་ཡོངས་སུ་རྫོགས་ཤིང་འགྱུར་དགོས། ཨོ་ཡ། གང་དུ་སྐྱེས་ན་ད་བྱང་ཆུབ་ཀྱི་རྒྱུ་ཡོངས་སུ་རྫོགས་ཤིང་འགྱུར་དགོས། ཨོ་ད་འདོད་པ་ཁམས་ནས་སྐྱེས་ན་བྱང་ཆུབ་ཀྱི་རྒྱུ་ཡོངས་སུ་རྫོགས་ཤིང་འགྱུར་ན་བསམ་གཏན་དགྲ་གཟིགས་མེད། གཟུགས་མེད་པ་ལ་འཇིག་ལྡང་བྱེད་མེད་བསམ་དེ་འདྲ་གཟུགས་མེད་པ་གི་སྙོམས་འཇུག། ཤུགས་ཆེན་པོ་དུ་མོ་ཐོས་དང་ནི་བྲལ། ད་བསམ་དེ་འདྲ་གཟུགས་མེད་ཀྱི་དབང་གིས། གཟུགས་ཁམས་འདྲ། གཟུགས་མེད་ཁམས་འདྲ་དུ་མོ་གི་སྐྱེ་རྒྱུ། ཨོ་ཡ་ད་འདི། དུ་མོ་གི་གནས་སུ་མ་སྐྱེས་དེ་དང་དེ། སུ་གོ་ནི་རེ། འོ། འདོད་པ་ཁམས་འདྲ། དུ་མོ། ད་མི་གི་སྐྱེ་བ་ར་དུ་མོ་ལང་ཡིན། གང་དུ་སྐྱེས་ན་དེ་བྱང་ཆུབ་ཀྱི་རྒྱུས་ཡོངས་སུ་རྫོགས་པར་འགྱུར་ཏེ། ཧོ། ད་འགྱུར་བ་མཐོང་བ་དེ་རིས་མེད། ད་གང་དུ་གཏི་མུག་གི་བཀའ་ཡོད་ན་དེ། དེ་ད་གནས་དེ་ལ་ད་ཆེད་དུ་བསམ་སྟེ། གནས་དེ་ཆེད་དུ་བསམས་ནས་ད་སྨོན་ལམ་གྱི་དབང་གིས་སྐྱེས། ཧོ། དེར་སྨོན་ལམ་གྱི་དབང་གིས་ད་གནས་སྐྱེ་རྒྱུ་མིན་ཏེ། ད་འཇིག་རྟེན་པའི་བསམ་གཏན་དགྲ་གཟིགས་མེད་གི་དབང་ལ་སོང་བས་ནས་དེ་དག་གི་དབང་གིས་ཁམས་གོང་མ་ནས་མ་སྐྱེས། ཧོ། དེར།

འདི་ནི་ས་དང་བོ་ནས་ཀྱང་མཐོ་མོད་ཀྱང་ས་འདིར་ལྷགས་པའི་ཏིང་ངེ་འཛིན་གྱི་ལྷག་པ་སྔ་མ་རྣམས་ལས་ཆེས་མཆོག་ཏུ་གྱུར་པ་ཐོབ་པས་དེའི་དབང་གིས་སྐྱེ་བ་མི་མཉམ་པའི་དོགས་པ་ཆེ་བས་མི་གསོ་ཟིན། ད་འདི་ཡིན་གྱི་ན་ཀྱེ། བསམ་གཏན་དང་གཟུགས་མེད་ལ། གཟུགས་མེད་པ། ལ་འཇིག་ལྡང་བྱེད་པ་ར་དུ་མོ་ཡིན་གྱི་ན། ས་དང་བོའི་སྐབས་ན་མ་གི་མཐོ་བས་དག་གམ། ས་དང་བོ་ནས་ཀྱང་མཐོ་མོད་ཀྱང། ད་ས་འདིར་ལྷགས་པའི་ཏིང་ངེ་འཛིན་གྱི་ལྷག་པ། འོ་ད་ཏིང་ངེ་འཛིན་གྱི་ཕུང་བོ་འབྱུང་བ་ལྟར་རྨུགས། ད་ཏིང་ངེ་འཛིན་གྱི་ལག་པ་ལྟར་སྔ་མ་རྣམས་ལས་ཕྱིས་མཆོག་ཏུ་གྱུར་པ་ཐོབ་པས་ཟིན། ཧོ་ཡ། ཏིང་ངེ་འཛིན་གྱི་ལག་པ་གི་སྟེང་ནས། ད་ས་དུམ་བུ་གཉིས་དང་མི་འདྲ་བ་གི། མཆོག་ཏུ་གྱུར་པ་སྟེ་དེ་ན་སྟོབས་ཀྱི་ཆེ་བ་ཨོ་དུམ་བུ་ཐོད་དང། ཨོ་དུམ་བུ་ཐོད་དང་ནོ་ད། ཡང། ད་གི་བསམ་གཏན་དགྲ་གཟིགས་མེད་གི་དབང་གིས་ད། ཁམས་གོང་མ་ནས་སྐྱེས་ཀྱི་རི་སྙམ་པའི། ད་རྟོགས་ཧ། ཏུ་ཆེ་ནོ་གི་ད་མེད་ནས་ཡིད་དུ། ས་གཏེར་རྒྱལ་སྲས་བསམ་གཏན་མངོན་ཤེས་དང། ས་གཏེར་རྒྱལ་སྲས་བསམ་གཏན་མངོན་ཤེས་དང། འདོད་ཆགས་བྱེ་བྲག་ཡོངས་སུ་གསལ་བར་འགྱུར། དུས་ཀྱང་ཐོག་ཏུ་འཇིག་རྟེན་འབའ་ཡས་ན་འདོད་པའི་འདོད་ཆགས་འཇོམས་པར་ནུས་པ་འདི་ལྟར་ས་གཏེར་རྒྱལ་སྲས་བསམ་གཏན་མངོན་ཤེས་དང།

གསད་པར་འགྱུར་རིགས་གོང་མ་བུ་གསད་པ་གི་དུས་ད་འདོད་ཆགས་ར་ཞེས་དང་གཏི་མུག་གཏན་དུ་གསད་པ་གཏི་མུག་མིན་དུ་ཟིན་དེ་ཡིན་ས་མི་འགྱུར། འདོད་ཉིད་ལས། འདོད་པ་དང་གཟུགས་དང་སྲིད་པ་དང་མ་རིག་པའི་འཆིང་བ་བཞི་ཐམས་ཅད་གསད་པར་གསུངས་བས་སོ་ཟེར། ད་འདོད་པ་དང་གཟུགས་དང་སྲིད་པ་དང་མ་རིག་པའི་འཆིང་བ་བཞི་ཐམས་ཅད་གསད་པར་གསུངས་བས་སོ་ཟེར།

འདིར་མདོ་ལས་ཟིན་ན་ད་སྐབས་འདི་ནས་མདོ་ལས། དེ་ལྟ་བུར་གྱུར་པའི་འཆིང་བ་རྣམས་ན་སྔ་ནས་སྤངས་པ་ཡིན་ནོ། ཞེས་གསུངས་པས་ད་སྐབས་འདི་ནས་བགྱིས་ན་ད། འདིས། ད་སྔོན་སྐྱེར་སྤངས་པ་དུ་མ་མ་ཡིན། ད་འདིར་མདོ་ལས་དེ་ལྟ་བུར་གྱུར་པའི་འཆིང་བ་རྣམས་ན་སྔ་ནས་སྤངས་པ་ཡིན་ནོ། ཞེས་གསུངས་པའི་དོན། ཁ་ཅིག་ལྟ་བ་ཐ་མ་གསུམ་མཐོང་ལམ་དུ་སྤོང་བ་ལ་འཆལ་མོད་ཀྱང་ལྟ་བ་ཀུན་བརྟགས་ན་ས་སྟོང་བར་སྤོང་བ་ལ་བྱའོ་གསུངས། འོ་ད་ལྟ་བར་གྱུར་བའི་འཆིང་བ་རྣམས་ན་ང་ནི་སྤོང་བ་ཡིན་ནོ་གསུངས་ནོ་འདི་གི་དོན། མདོར་ན་ཐེག་གསུམ་གི་ནོར་བུའི་དོན། དོན་བཤད་ཁྲིད་ད་དུ་ཁ་ཅིག་གིས། ལྟ་བ་ཐ་མ་གསུམ། ལྟ་བ་ལྔ་བོ་དཀོན་མོ། གཞི་ལྟ་མཐའ་ལྟ་ལྟ་ལོག་ལྟ། ལྟ་བ་ཕྱོགས་འཛིན་ཚུལ་ཁྲིམས་ཐོབ་ཐུབ་བྱེད་ཕྱོགས་འཛིན། འོ་ཡ་ད་ལྟ་བ་ཐ་མ་གསུམ་པོ། ལོག་ལྟ།

ཐུགས་ཐུན་འབུམ་ཐུགས་དམ་རེ། དཔུང་མ་ཐུན་ནོ། སྒྲུབ་ཀྱི་འཇིགས་མ་ཐུན་ནོ། འདི་ལྟར་ས་འདིར་སྤོང་བར་གསུངས་བ་ནི་གཟིམ་ས་གསུམ་པ་ལ་སྐབས་འདིར་སྤོང་བར་གསུངས་བ་ནི་ས་བོན་སྤོང་བ་ལ་དགོངས། ས་བོན་སྤོང་བ་ལ་དགོངས་ལ། དེ་ཡང་སྒོམ་སྤང་གི་ཉོན་མོངས་ལྷན་སྐྱེས་ཆེ་འབྲིང་དྲུག་ས་ཉི་བ་ནས་བདུན་པའི་བར་གྱི་སྤོང་བས་ས་འདིའི་སྤང་བྱ་ལ་དགོངས་སོ། གཟིམས། ད་སྒོམ་སྤང་གི་ཉོན་མོངས་སྒོམ་སྤང་ཉོན་མོངས་ལྷན་སྐྱེས། ད་ཆེན་པོ་སྐོར་གསུམ་འདྲ་འབྲིང་སྐོར་གསུམ། ད་ཆེ་འབྲིང་དྲུག་འོག་གི་མོ།

དུས་ཀྱང་རྟག་ཏུ་འཇིག་རྟེན་པ་ཡིན་ན་འདོད་པའི་འདོད་ཆགས་འཇོམས་པར་ནུས་པར་འགྱུར་ཟིན། ད་རྟག་ཏུ་འཇིག་རྟེན་པ་སེམས་ཅན་རྣམས་ཀྱི་ནི་ཟིན། འོ་ད་དུས་རྟག་ཏུ། དུས་ཀྱང་རྟག་ཏུ་དུ་ཟིན། འོ་ཡ། དུས་ཀྱང་ཟེར་ནས་ད། ས་གསུམ་པ་ལ་གནས་པའི་གསུང་སོ་སོའི་བར་དུས་ཀྱི་ཟིན་མོད་དེ། ད།

གཙོར་བྱས་པ། འདོད་པའི་འདོད་ཆགས་འཇོམས་པ་དང་གཙོར་བྱས་པ། དོན་དག་དེ་གོ། ཧོ་ཡ། འཇིག་རྟེན་པ། སེམས་ཅན་རྣམས་ཀྱི་འདོད་པ་ལ་ཆགས་པའི་འདོད་ཆགས། ད་འདོད་ཆགས་དེ། ལྡོག་པའི་ཐབས་ལ་དེ་བསྟན་ནས་ནི།

ཧོ་ཡ། ད་རེ། རྒྱང་གི་སྒྲ་ནི་ནགས་ཚལ་འགྱུར་ལས་ཟིན། དེས་ཀྱང་གཟུགས་སྣང། ཧོ་ཡ། རྒྱང་གི་སྒྲ་ནི་ནགས་ཚལ་འགྱུར་ལས། འདོད་པའི་འདོད་ཆགས་ཀྱང་རྟག་ཏུ་སྤོང། ཞེས་འབྱུང་བ་ལྟར་བདེ་བོ་ཟིན།

བྱང་སེམས་ཁྱིམ་པ་དང་རབ་བྱུང་གཉིས་སྦྱིན་སོགས་ཀྱི་རྟེན་ཡིན་མོད་ཀྱི། ཡིན་མོད་ཀྱང་ཟེར། ད་ལྟ་བྱང་ཆུབ་སེམས་དཔའ་ཁྱིམ་པ་རབ་བྱུང་གཉིས་ཀ། སྦྱིན་པ་ཚུལ་ཁྲིམས་བཟོད་པ། གསུམ་པོ་གི་རྟེན་རེད་དེ། རྟེན་ཡིན་མོད་ཀྱང་ཟེར། ཁྱིམ་པ་དང་རབ་བྱུང་གཉིས་ཀ་གི། ཕར་ཕྱིན་དེ་གསུམ་པོ་ཉམས་སུ་ལེན་མཁན་རེད་མོད། ཡིན་མོད་ཀྱང། སྒྲུབ་དཀའ་ལྷ་ལ་བརྟེན་ནས་ནི། བྱང་སེམས་ཁྱིམ་པ་རྣམས་ལ་ནི་སྦྱིན་པ་ལ་སོགས་པའི་ཆོས་གསུམ་པོ་དེ་དག་སྒྲུབ་པར་སླ་བས། བདེ་བར་གཤེགས་པའི་དད་སེམས་བརྟན་དེ་ལ་བསྔགས་སོ། སྦྱིན་སོགས་ཆོས་གསུམ་དེ་དག་ཕལ་མོ་ཆེ་བདེ་བར་གཤེགས་པའི་ཁྱིམ་པ་རྣམས་ལ་བསྔགས། འོ་ད་སྦྱིན་པ་ཚུལ་ཁྲིམས་བཟོད་པ་གསུམ་པོ་དེ་དག་བདེ་བར་གཤེགས་པ་གི་དེ་ཁྱིམ་པའི་རྟེན་ལ་བསྔགས་སོ། ད་སྦྱིན་པ་ལ་སོགས་པའི་ཆོས་གསུམ་པོ་དེ་ཁྱིམ་པ་གི་སྒྲུབ་པར་ལྷག་མ་བོ་དེ་བདེ་བར་གཤེགས་པ་གི་དེ་ཆོས་གསུམ་པོ་ཁྱིམ་པའི་རྟེན་དེ་ལ་དེ་བསྔགས།

རིན་ཆེན་འཕྲེང་བ་ལས་ཀྱང། དེ་ནི་སྦྱིན་དང་ཚུལ་ཁྲིམས་དང། བཟོད་པའི་ཆོས་ནི་ཁྱད་པར་དུ། ཁྱིམ་པ་ལ་བྱེད་སྙིང་རྗེ། མྱོང་བ་ཅན་དེ་བརྟེན་ཀུན་མཛོད། ཅེས་སོགས་གཟིགས། ད། ཁོང་གཉིས་ཀྱི་ནི་རིན་ཆེན་འཕྲེང་བ་རེད། ད་འདི་ནས་ཉིད་ནི། རིན་ཆེན་འཕྲེང་བ་ལ་སོགས་པ་གི་མན་ངག་གི་ཁ་གང་ཡིན་ཟིན་ད་རྒྱ་ཆེ་བའི་ལམ་སྐྱོན་རིམ་པ་དང་འོག་མ་འཇིག་པ་རྩོམ་སྒྲིག་ད་གཙོ་ད་རིན་ཆེན་འཕྲེང་བ་ལ་དུ་མོ་གི་ཕོག་པའི་མན་ངག་གི་ཁ་གང་ཡིན་ནས་འོ་དེ་དེ་ད་བརྩམས་མིན།

ད་རྒྱ་ཆེ་བའི་སྒོ་ནས་འཇུག་ཚུལ། ད་རྒྱ་ཆེ་བའི་ལམ་གྱི་རིམ་པ། རྩ་ཤེ་ལས་རྒྱ་ཆེ་བའི་ལམ་གྱི་རིམ་པ་མ་བསྟན་ནོ་དེ་ལྟར་ཁས་ཕོག་པའི་མན་ངག། ད་རིན་ཆེན་འཕྲེང་བ་ལ་སོགས་པའི་མན་ངག་གི་ཁག་གི་ངོས་ནས། ཨོ་དེ་ཤེ་ད་ཁ་སྐོང་གི་ཚུལ་དུ་འགྲེལ་དཀོན་ནོ། ཨོ་དེ་ཉིད་ན་ད་རྒྱ་ཆེ་བའི་སྒོ་ནས་འཇུག་ཚུལ། ཨོ་དེ་ལྟར་ནི་མགྱོགས་གོ། ཨ་ན་ད་རིན་ཆེན་འཕྲེང་བ་སྐོང་ངོ། ཨེ་རིན་ཆེན་འཕྲེང་བ་རིན་ཆེན་འཕྲེང་བ་དང་བྲང་གི་དང། ད་འདི་ན་ར་རིན་ཆེན་འཕྲེང་བ་ན་སྦྱིན།

དེ་གཉིས་ལ་ལྷག་མ་གཞན་མེད་པ་ནི་མིན་ནོ་གསུངས། འོ་ད་དེ་གཉིས་ལ་ལྷག་མ་གཞན་མེད་པ་མིན་ཟིན་ད་ཁྱིམ་པ་ལ་ལྷག་མ་ཡང་བརྩོན་འགྲུས་བསམ་གཏན་ཤེས་རབ་མེད་ནོ་མིན་ཟིན། རག་བྱུང་ན་ཡང་སྦྱིན་པ་ཚུལ་ཁྲིམས་བཟོད་པ་གསུམ་པོ་མེད་ནོ་མིན་ཟིན། དེ་གཉིས་ལ་ཟིན་ད་རག་བྱུང་པའི་ཁྱིམ་པ་གཉིས་ལ་རང་གི་ལྷག་མ་གཞན་པ་རུ་མེད་ནོ་མིན། ཡེ་ཤེས་ཀྱི་ཚོགས་ནི་བསམ་གཏན་དང་ཤེས་རབ་ཡིན་ལ་ཟིན།

རྗེས་སུ་ས་གསུམ་པ། དེ་འདི་ནག་གི་ཉི་མ་ག་གཟིགས་སུ་དགོས་དང། ཉི་མ་ལ་ནི་བ་འདི་ནི་རང་གི་རྒྱུད་དུ་རྟོགས་ཤིང་མི་ཤེས་པའི། མིན་པ། དོན་དམ་པའི་ས་འདི་འབྱུང་བའི་གེགས་སུ་གྱུར་པ་རྣམས། ས་དེ་སྟོང་ངོ་སྐྱེ་བཞིན་པའི་སྐབས་སུ་ཡང་རྟོགས་པར་གསལ་བར་བྱས་ནས། རྣམ་པ་དེ་ལྟ་བུ་གཞན་ལ་ཉེ་བར་བསྟན་པ་ལས་འགྲོ་བ་གཞན་རྣམས་ཀྱི་ས་གསུམ་པའི་གེགས་བྱེད་པའི་མིན་པ་རྣམ་པར་འཛུམ་པར་མངོན་པར་འདོད་དོ་ཟེར། ཨོ་ཡ། རྒྱལ་བའི་སྲས་བོ་ཉི་མ་ལ་ནི། འོད་ཟེར་འདི་རང་རྟོགས་མིན་ནམ་སྟོང་ངོ་ཡང་དག་གསལ་བྱས་ནས། འགྲོ་ཡི་མིན་པ་རྣམ་པར་འཛུམ་པར་མངོན་པར་འདོད། ཨོ་ཏི་རེ། ད་ས་འོད་བྱེད་པ་ཟེར་ནས།

ཁོ་ད་དེ་དང་འདི་ནི། རང་གི་རྒྱུད་དུ་གཏོགས་པའི་མི་ཤེས་པའི་མུན་པ་ཟིན། ད་རང་གི་ཤེས་རྒྱུད་དུ་གཏོགས་པའི་མི་ཤེས་པའི་མུན་པ། དེ་འདི་ནི་དོན་དམ་པའི་ས་འདི་འབྱུང་བའི་གེགས་སུ་གྱུར་པ་རྣམས་ཟིན། ད་ལྟ་དོན་དམ་པའི་ས། ད་དོན་དམ་པའི་སེམས་ཀྱི་སིམ་པའོ་ཀུ་མུ། དོན་དམ་པའི་ས་འདི་འབྱུང་བའི་གེགས་སུ་གྱུར་པ་རྣམས་ཟིན། ད་ས་སིམ་པའོ་ཤེས་པ་ཐོབ་པའི་གེགས་སུ་གྱུར་པ་རྣམས